ན་མ་ལྷན་སྐྱེས་ལ་བཀྲ་ཤིས་བདེ་ལེགས། དེ་རིང་ངའི་མཐའ་སྣེ་འདི་བྱང་ཡིན། ཁྱད་གསོད་བྱེད་པ། ངས་ཤེས་གསལ་ལ་ཁྱད་གསོད་བྱེད་པ་ནི། མཐོང་ཆུང་བྱེད་པ་དང། སྣང་མེད་བཏང་གི་དོན་དག་རེད། འདི། ཚིག་མཛོད་ནས་ལེན་པའི་དཔེ་བརྗོད། ང་རྒྱལ་དབང་གིས་གཞན་ཁྱད་དུ་གསོད་པ། གཞན་གྱིས་མཐོང་ཆུང་ཁྱད་གསོད་མ་བཟོད་པར། སེམས་ཐག་གཙང་བཅད་ཀྱིས་འདྲེན་ཅིང་འདོར་བ། དཀའ་ངལ་ཁྱད་གསོད་བྱས་ཏེ་ལས་ཀར་འབད་པ་བྱས། མི་གཞན་པ་གི་རྩོམ་ཡིག་ནང་ནས་ལེན་པའི་དཔེར་བརྗོད། ལྷག་པར་དུ་བོད་ཡིག་གི་རྐང་ཆག་རེ་གཉིས་ཙམ་བྲིས་ལོག་བཤེས་གཉེན་ཚོར་ཁ་ཕྱོགས་དང་གཏད་སོ་མེད་ཅིང། གདོང་འབག་མཐུག་པོ་དེ་བསྟན་ནས་ཡོད་ཚད་ལ་རྒྱུག་པ་ལེབ་མཐོང་གི་ཟུར་ཟ་དང་ཀུན་སྤྱོད་དམའ་འབེབས་དང་ཁྱད་གསོད་ཀྱི་གནོན་གཏམ་ཤ་སྟག་གིས་དྲ་ལམ་ཡོད་ཚད་བརྗིད་འགྱག་གིས་ཁེངས་པའི་གསང་སྤྱོད་ལྟ་བུ་ཞིག་ཏུ་བསྐྲུན་ཏེ། དྲིན་ལན་ལོག་འཇལ་དང། དགྲ་དགའ་གཉེན་སྡུག་གི་ཁ་ཕྱོགས་ཤིག་ཏུ་གྱུར་བ་དེ་ང་ཚོས་ཕམ་ཁ་རེད། ལེགས་བཤད་གཞི་ནས་ལེན་པའི་དཔེ་བརྗོད་གཞན་ལ་ཁྱད་གསོད་མེད་ན་བཟང་མོད་ཀྱང་བཟང་ངན་གང་བྱེད་ཁྱེད་མས་གླེན་པ་ཡིན། ངེད་སོ་སོས་བཟོས་པའི་དཔེ་བརྗོད། ཚོགས་ཆེན་ཐོག་ཏུ་འགོ་ཁྲིད་དེ་ལས་བྱེད་རྣམས་ཀྱི་ངོ་རྒོལ་གྱི་བསམ་ཚུལ་ཁྱད་གསོད་བྱས་ཏེ། སོ་སོས་རང་ཅག་གི་བསམ་ཚུལ་ཇི་བཞིན་རང་དགར་འདོན་རྟ་འདི་ཐག་གཅོད་བྱས་པ་རེད། ལ་སོ་གལ་སྲིད་ནོར་འཁྲུལ་འདྲ་ཤོར་བ་ཡིན་ན་བཙན་གསོལ་མ་བྱེད་པར་ང་ལ་ནོར་རེ་བྱེད་རོགས། ཐུགས་རེ་ཆེ་བཀྲ་ཤིས་བདེ་ལེགས།